རྒྱལ་སྤྱིའི་གསང་རྒྱུད་ས་ཡང་དགའ་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མའི་ཉི་ཙག་དྲུག་སྤྱི་ལོ་ལྔ་པའི་ཚེས་ཉི་ཙག་གསུམ་རེས་པ་སངས་རྒྱས་གོ་མིན་ཏན་ཚེ་རྣམ་བཅུ་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ག་ཤེད་ཅིག་མཉམ་སྤྱོད་ཞུས་ཡོང་པས་ཐུགས་སེམས་ལྷོད་ལྷོད་ཅིག་གཟེར་གཟེར་གནང་རོགས་གནང། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་དང་པོ་དེ་རྒྱ་ནག་དང་འབྲེལ་བའི་གསང་རྒྱུད་ཞིག་འདུག་ད་ལྟ་རྒྱ་ནག་གི་གཞུང་གིས་གསར་ཁང་གི་བརྒྱུད་ལམ་དང་རྒྱལ་སྤྱིའི་གི་བརྒྱུད་ལམ་དེའི་གནས་ཚུལ་སྤེལ་བ་ལྟར་ན་རྒྱ་ནག་གི་ཞན་ཤིས་ཞིང་ཆེན་ཞེས་པ་དེའི་ནང་ཡོད་པའི་པི་ཝན་ཞེས་པའི་རྫོང་དེ་གའི་ལིའུ་ཧྲུན་ཡུས་ཞེས་པའི་གྲོང་གསེབ་ཞིག་ཏུ་འོངས་དེ་ལ་རྡོ་སོལ་དངོས་གསལ་གྱི་བཟོ་གྲྭ་གཅིག་ལ་འབར་གས་བྱུང་རྗེས་མི་དགུ་བཅུར་གྲོངས་བཞག་ཟིག་དེ་དང་འབྲེལ་བའི་གསང་རྒྱུ་འདི་གསན་རོགས་གནང། ཞན་ཤིའི་ཞིང་ཆེན་ཞེས་པ་དེ་ཡིན་ན་རྒྱ་ནག་གི་བྱང་ཕྱོགས་ལ་ཡོད་པའི་ཞིང་ཆེན་ཆེན་པོ་གཅིག་རེད་ཤག་དེ་ཡིན་ན་གནའ་བོའི་གི་ཤུལ་བཞག་མང་པོ་ཞིག་ཡོད་པ་དང་དམིགས་བསལ་གྱི་ནང་པའི་གྱི་ལྟེ་གནས་མང་པོ་ཡོད་སྐྱོར་གྱི་ཞིང་ཆེན་ཆེན་པོ་གཅིག་རེད་བཞག། རང་བཞིན་ཞིང་ཆེན་ཞེས་པ་དེ་ཡིན་ན་ནང་པའི་གྱི་ལྟེ་གནས་གལ་གནད་ཆེན་པོ་གཅིག་ཆགས་ཏེ་བཞག་རྒྱ་ནག་ལ་འདི་ནང་བཞིན་གྱི་འཛམ་གླིང་གནའ་བོའི་ཤུལ་བཞག་གི་གྲས་སུ་ཡོད་པའི་གནས་རྩ་ཆེན་གསུམ་ཡང་ཞང་ཞིང་ཞིང་ཆེན་ཞེས་པ་འདི་ནང་ལ་འདུག་དང་པོ་དེ་ནི་འདིར་བཞག། ཡུན་ཀང་ཞི་ལི་ཆེ་དེ་ནས་ཝུའུ་ཐའི་ཧྲན་ཆེ་དེ་ནས་ཞོན་ཁུང་སི་ལི་ཞེས་གཏོགས་པ་འོང་དེ་ཚོ་ཡིན་ན་ཞན་ཞིང་ཞེས་པ་དེ་ལ་ཡོད་རེད། དེ་རིང་གི་དོན་རྐྱེན་བྱུང་ཟེར་གི་ས་ཆ་དེ་ཡིན་ན་ཞན་ཞིང་ཞིང་ཆེན་ནང་ལོགས་ཡོད་པའི་ཆིང་ཡོན་གི་ཆིང་ཡོན་ཤན་ལི་ཞེས་ཆིང་ཡོན་རྫོང་ཞེས་པ་ཞེས་པ་འོང་དེ་ནང་ལོགས་ཡོད་པའི་རྡོ་སོལ་སྔོ་ཡས་ཀི་བཟོ་གྲྭ་ཞེས་བཟོ་གྲྭ་དེའི་མིང་ལ་གར་སིག་ཏུ་ལབ་པའི་ཡིན་ན་ལིའུ་ཧྲིན་ཡུས་མེའི་ཁོང་གསེང་གནས་ཚུལ་ཅུང་ཟད་ཀྱིས་ཞང་ཞིན་ཞིང་ཆིང་ཡོན་ཤན་ཞེས་པ་འདི་ཡིན་ན་རྒྱ་ནག་གི་རྡོ་སོལ་དངོས་ས་ཆ་གལ་གནད་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། དམིགས་བསལ་གྱིས་རྒྱ་ནག་གི་རྒྱལ་ནང་གི་རྡོ་སོལ་བརྒྱ་ཆ་དྲུག་ཅུ་འདི་ཕི་ནས་བཀོལ་འགོ་རེད་ས་དངོས་པོ་རེད། ཞང་ཞིན་ཞེས་པའི་ནུབ་ཕྱོགས་ལ་འདུག་རྫོང་འདི་ཡིན་ན་རྒྱ་ནག་གི་རྡོ་སོལ་སྔོ་ཚལ་གྱི་གལ་གནད་ཆེ་ཤོས་ཀྱི་ས་ཆ་གཅིག་ཆགས་ཏེ་ཤར་ཀྲུང་གོ་ཀྲུང་ཡའོ་མེ་ཁུའང་ཏི་ཆུས་ཀྲི་ཡི་སུའུ་དུ་བ་གལ་གནད་ཆེ་ཤོས་གཅིག་ཆགས་ཏེ་ཡོད་རེད་གནས་ཚུལ་བྱུང་སའི་ཆིང་ཡོན་ཤན་ས་ཞུ་དུ་བ་ས་ཆ་གཅིག་འོང་དེ་ཡིན་ན་བརྒྱ་ཆ་དྲུག་ཅུ་ཐམ་པ་ཤིང་ནགས་ཀྱི་ཤིང་ནགས་འཛོམས་པོ་ཡོད་སྐྱོར་གྱི་ས་ཆ་གཅིག་རེད་ཤར་ཡོ་ཧན་དོ་ཧྲན་ཏི་ཧྭ་མེ་ཁུའང་བྱས་ཙང་ཕི་ཀི་ལ་ཡིན་ན་རི་མང་པོ་ཆེ་རེད་པ་མེ་ཁུའང་ལ་ན་རྡོ་སོལ་སྔོ་ས་གི་གྲུ་ས་ཡོད་རེད་པ་དེ་འདྲའི་མང་པོ་བཞི་བཅུ་ཡོད་རེད་ས་ཆ་དེ་ཡིན་ན། ཁྱོད་ཡག་པོ་ཡོད་སྐྱོ་ས་ཅི་ཅི་རེད་གཡག་ཡའི་སྐབས་སུ་ཡིན་ན་དེ་སིལ་བུ་རེད་ཞུ་ཡ་རེད། རྫོང་དེའི་ནང་ལ་ཡོད་པའི་རྡོ་སོལ་སྔོག་ས་ཀྱི་བཟོ་གྲྭ་ཞིག་འདུག་བཟོ་གྲྭ་དེ་མིང་ལ་གར་གཟིགས་ཏུ་ལབ་ཡིན་ན་ལིའོ་ཧྲིན་ཡུས་མེའི་ཁོང་ཟིག་ཡོད། བཟོ་གྲྭ་དེའི་མིང་ཚང་མ་གར་གཟིགས་ཏུ་ལབ་ཡིན་ན་ཞན་ཤིས་ཐུང་ཀྲོའུ་ཆིའི་ཐང་ལིའོ་ཧྲིན་ཡུས་མེའི་གཡས་ཡོ་ཤན་ཀུང་སི་ཟིག་ཡོད་པ་ཞན་ཤིས་ཀྱི་རྡོ་སོལ་གྱི་བཟོ་ལས་ཚད་ཡོད་ཀུང་སི་ཟིག་ཡོད་པ་བཟོ་ཚོང་ཁང་ཟིག་ཡིན།

སྟོན། དབྱིག་སྟོན་དང་ཡུལ་དབྱིག་ཆེན་ཀུང་ལྕིའི་ས་སྟོན་གཅིག་དེ་ཡིན་ན་ཀི་ལོ། ཀི་ལོ་གྲམ་ཟིལ་བ་གཅིག་སྟོང་རེ་ཤཱས་ཕྱེ་ས་བཟོ་གྲ་དེ་ཡིན་ན་ལོ་གཅིག་ན་ལོ་ལ་རྡོ་སོལ་བཀྲོན་ས་ཡང་གཅིག་ཚགས་གཉིས་བསྟུན་གོ་རེ། རྡོ་སོལ་ཧང་ས་ཡང་གི་མང་པོ་གཅིག་བསྟུན་གཉིས་ཀྱི་བཟོ་གྲ་གཅིག་རེ་ཤཱ། ད་བཟོ་གྲ་དེ་ལ་བར་ཁྱད་གང་འདྲས་བྱུང་བ་རེད། རྡོ་སོལ་མངོན་གསལ་གྱི་བཟོ་གྲ་དེ། ལས་མི་ཉིས་བརྒྱ་བཞི་བཅུ་བཞི་བདུན་ཡོད་རེད། མི་ཉིས་བརྒྱ་བཞི་བཅུ་བཞི་བདུན་དེ་ཚོ་ཡོད་ན་ས་བ་བ་ལོ་ཕྱིན་རྗེས་ནི་རྡོ་སོལ་དངོས་ཡོད་སྦྱོར་བ་འོང་དེ་འདྲས་ཀྱི་ལས་ཀ་བྱེད་འོ་རེད། བཟོ་པ་ཉིས་བརྒྱ་བཞི་བཞི་བདུན་ཡོད་ན་ཉི་མ་རྟག་པར་རེ་ཞིག་ས་བ་བ་ལོ་ཕྱིན་རྗེས་ནི་རྡོ་སོལ་བརྐོ་འོ་རེད་ཟེར་བ་རྡོ་སོལ་བརྐོ་ཡས་ཀྱི་ལག་རྗེས་བཟོ་བཅོས་མར་པས་འདི་བར་སྐད་ཅིག་བྱུང་རྗེས་མ་གོ་རྗེས་མི་དེ་ཚོའི་ལྕེ་ལག་ཅི་ན་ཡར་བླུགས་རྗེས་ཨོ་འགྲོ་འདུག་རི་གཏོར་ཡས་ཀྱི་ལག་རྗེས་བཅོས་མར་པས་འོང་དེ་ཡིན་ན་ཁོང་ཚོས་བ་སི་ལེ་ཆི་བེད་སྤྱོད་བཏང་འདུག་བ་སི་ཞེས་པ་དེ་ཨིན་སྐད་ནང་དེ་ཤ་མེ་ཐན་སྐད་ཟིག་དེ་ཡིན་ན་རླངས་རྫས་ཀྱི་རིགས་ཅིག་རེད་ཤག་རླངས་རྫས་ཀྱི་རིགས་དེ་བེད་སྤྱོད་བཏང་རྗེས་ཡིན་ན་རི་ག་ལ་བཞག་ཅེས་གཏོར་རྗེས་རེད་བ་ཨ་ཟོས་དེ་ཚོ་མ་ཟ་སླེ་དུས་ཙམ་པ་ཡིན་ན་ཁོང་ཚོས་ཡ་གང་ལ་ཨོག་འབྲུག་རེད་བ་འོང་དེ་ཡིན་ན་བ་སི་ཞེས་པ་མེ་ཐན་སྐད་ཞེས་པ་དེ་ཡིན་ན་དུག་ཆེ་བདེ་ཅག་མེད་སྐྱོ་ཆོས་རེད་བ་འོང་དེ་ཞེ་ན་ཚ་བོ་བཞི་བཅུ་ཆགས་བསྡད་ཤག་བྱས་ཙང་དེ་རིང་གི་དོན་རྐྱེན་འདི་ཡིན་ན་ཁོང་གཙོས་ཀྱི་བཟོ་གྲྭ་འདི་ཡིན་ན། ས་བ་བར་རྡོ་སོལ་བརྔོ་ས་འདིའི་བར་ལ Methane Gas Waste ཞེས་པ་འདི་བཞག་བཞག་ཡོད་རེད་ས་བཞག་བཞག་དུས་ཙམ་པས་ཡིན་ན་ཨ་ནི་བར་བརྒལ་བྱུང་རྗེས་མི་དགུ་བཅུ་གྲོངས་བཞག་ཁོང་གཙོས་ཀྱི Methane Gas རླངས་རྫས་འདི་བར་བརྒལ་བྱུང་ཡས་ཀྱི་རྒྱུ་མཚན་གར་དོ་ལབ་ཡིན་ན། གློག་གཡོར་བ་གློག་འཁྱུད་རེད་ཟེར་གི་ཁོང་ཚོས་ཕེ་ཁི་ན་རླངས་རྫས་ཤུགས་ཆེན་པོ་བཞག་བཞག་འདུག་ཨ་འོན་ཏེ་གློག་འཁྱུད་བྱས་ཡིན་ན་གློག་དང་རླངས་རྫས་ཁུ་ཉིན་གཉིས་གཅིག་ཐུག་པའི་སྐབས་སུ་ཡིན་ན་ཨ་ནི་བར་བསྐལ་གཅིག་བྱུང་ཤག། མི་མང་པོ་གཅིག་བར་ལ་ལས་ཀ་བྱེད་བསྡད་དུས་ཙམ་པས་ཡིན་ན་ཧོབ་དེ་ག་བར་བསྐལ་བྱུང་པོ་རེད་ས་བར་བསྐལ་བྱུང་དུས་ཙམ་པས་ཡིན་ན་དུས་དུས་ལས་ཀ་བྱེད་བསྡད་ངེས་དེ་ཚོ་ས་བ་གཏིང་གཏིང་ལ་ཡོད་དུས་ཙམ་པས་ཨ་ཁོང་ཚོ་ཡར་བུད་མ་ཐུབ་པོ་བྱས་ཨ་ནི་མི་མང་པོ་གཅིག

དེས་ན་བར་བསྐལ་ཆེན་པོ་གཅིག་བྱུང་བའི་རྐྱེན་བྱས་ན་ས་བར་ཡོད་པའི་གཏེར་ཁ་གྲུ་ཉལ་དག་ནི་ས་བ་དེ་ཚོ་ཚང་མ་ལོ་འདི་བྱས་པར་ས་དང། མ་ལུས་རེ་ས་ལུས་བྱས་ན་མི་མང་པོ་གཅིག་ཕུལ་བ་ལ་ཁ་རས་དང་གྲོས་མ་ཐུ་རས་ཡང་ཆ་ཤས། ཨ་མི་སྐྱབས་དཀའ་ལས་ངན་དེ་ཚོ་ཡིན་ནའི་ལས་དཀའ་ལས་ཁག་པོ་ཞིབ་བྱུང་བ་ས་ཁ་ཅན་ལ་ནི་བསྔོག་རོགས་ལ་ས་བ་ནི་མང་པོ་ཅིག་བསྔོག་ན་མ་ཤེས་མི་སྐྱབས་ཐུ་བ་མ་རེད། རྒྱུད་ཀྱི་གཏེར་ཁ་གྲུ་ཡལ་གྱི་ལས་ཀ་དེ་ཡིན་ན་སྲོག་ལ་ཉེན་ཁ་ཆེན་པོ་ཡོད་པའི་ལས་ཀ་ཅིག་རེད། ལས་ཀ་དེ་ཡིན་ན། ད་ལྟ། རླངས་རྫས་འདྲ་བར་བསྐལ་བྱུང་རྗེས་གྲོང་ཡལ་འདི་གཅིག་པུ་མ་རེད་གསར་བ་གཏེར་ཁ་འཕྲུལ་ཉེ་དུ་འཛུལ་ནས་དབུགས་འགག་རྗེས་གསར་བ་བར་ཕྱིན་རྗེས་ཨོག་སི་ཅན་མེད་པ་བྱས་དེ་ནས་དུག་རྫས་དེ་ཡོད་པ་བྱས་རེད་བ། འོན་ཏེ། བྱུང་འགོ་རེད་བསམ་མི་མང་པོ་ཅིག་རེད་བ། དེ་ནང་ཞིག་གིས་ནས་མི་མང་པོ་ཅིག་མེ་དྲ་དེ་འདྲ་བྱིན་འགོ་རེད་གསར་བ་བ་ལ་ཡུ་བ་བ་ལ་ས་འཁྲུ་འགོ་རེད་བ་ས་འཁྲུ་རྒྱོ་དེ་ཚོ་ཡིན་ན་དིབ་ཡས་སྦྱོར་བ་དིབ་བྱས་ཡིན་ན་མི་མང་པོ་འཁྲུ་འགོ་རེད། དེ་རིང་མི་ཉིས་བརྒྱ་བཞི་བཞི་བདུན་ཡིན་ན་གསར་བ་ལ་རྡོ་སོལ་སྔོ་འགག་བྱིན་པ་རེད་གསར་བ། མི་ཉིས་བརྒྱ་གཅིག། ཉིས་བརྒྱ་བཅུ་མེད་གཅིག་ནི་སྐྱབས་ཐུག་བཞག་ཟེར་བ། དེ་ནས་མི་དགུ་བཅུ་ཡིན་ན་གྲོངས་བཞག་བྱས་རྗེས་རྒྱ་ནག་གསར་ཁང་དང་རྒྱལ་སྤྱིའི་གསར་ཁང་དང་མཉམ་སྤྱོད་བྱས་ཏེ་བཞག། ད་ས་བ་ལ་གཏེར་ཁ་བསྔོག་ཉེས་ཀྱི་མི་ཉིས་བརྒྱ་བཞི་བཞི་བདུན་ཟིག་འདུག་ཁོ་ཚོ་གར་འདོར་ལབ་ཡོད་ན་མང་ཆེ་ཆེ་ཡིན་ན་ས་བ་ལ་གཏེར་ཁ་རང་བསྔོག་ཅིག་ཤུགས་ལས་ཆེ་ཆེ་བསྔོག་ཉེས་འབྱོར་བ་འོང་དེ་རེད་བཞག་དེ་ནས་ཡིན་ན་ས་བ་གི་གཏེར་ཁ་མ་ས་ཏིང་ཏིང་འགྲོ་དུས་ཙམ་པས་ཡིན་ན་འཕྲུལ་ཆས་ཡ་མ་ལས་ཀ་བྱེད་ཉེས་འབྱོར་བ། ངོ་འདི་ཚོའི་རེད་ཤར་བ། དེ་ནས་ཡིན་ན་ཁོ་ཚོའི་བདེ་འཇགས་ཁག་ལས་ཀ་བྱེད་ཉེས་ཀྱི། ལས་བྱེད་པ་ཡོད་རེད་བ། མོ་འདི་ཚོའི་རེད་ཤར། དེ་ནས་ཨིན་ཇི་ནེ་རིའི་འདུག་རེད་བ། དེ་ནས། མོ་དྲ་ཡག་མ་བཏང་ཨོ་བྲེལ་བྱེད་ཉེས་ཀྱི། ལས་བྱེད་འདུག་དེ་ནས། ལྕ་ལག་ཀླད་སུ་ནར་ད་རྡོ་སོལ་དེ་ས་གང་ལ། ཡག་ན་ལོ་ཨོ་ཚག་སུ་ན་ཕག་ཚོ་ཨོ་བྲེལ་བྱེད་མཁན་ཡོད་རེད་བ་ངོ་འདི་འདྲས་ཀྱི་ལས་བྱེད་ཡང་མང་པོ་ཞིག་འདུག། ཁྱེད་ཚོའི་བྱུང་ཡས་ཀྱི་དུས་ཚོད་དེ། རེད་ཟེར་པ་སངས་ཉིན་སྟོང་རྒྱ་མི་ཉིན་རྩ་དྲུག་སྤྱི་ལྔ་པའི་ཚེས་པ་ཉིན་རྩ་གཉིས་ཀྱི་དགོང་དག་གི་ཆུ་ཚོད་བདུན་དང་སྐམ་ཉིན་རྩ་དགུ་ལ་ནི་ཕི་གེ་གིས་རྡོ་སོལ་དངོས་ས་དེ་ལ་འབར་གས་བྱུང་བྱས་མི་དགུ་བཅུ་གྲོངས་ཤགས། རྒྱ་ནག་གི་གསར་ཁང་ནང་ད་ལྟ་རང་གནས་ཚུལ་གསར་པ་གར་སྤེལ་དུ་ལབ་ཡོད་ན་ཞང་ཞིང་མེའི་ཁོངས་ཧྲི་ཀུ། Shi Gu Yi Zhi། ཇོ་ཧྲི་རིན་སི་ཝང་ས་མི་དགུ་བཅུ་གྲོངས་ཚར་སོང་ཟེར་བ་ལིའོ་ཀྲུའུ་གོ་ཅཱ་ཁོང་ཞང་ཡིང་ཇིང་ཇི་ཅོ་ནང་བསྟོད་ནག་གི་མྱུར་སྐྱོབ་བྱེད་ཉེས་ཀྱི་མི་དེ་འདྲས་བཏང་ཡོད་རེད་ཟེར་བ་ཞང་ཞིའི་ལིའུ་ཧྲིན་མེའི་ཁོངས་ཧྲི་ཀུ། Zuixinhang Pai། ཏའོ་ལུའུ་ཞཱ་ཅཱའི་ཅོའུ་ཧུའུ་ཁྲི། ཧྥེན་བྷི་ཇི་ཅེས་ས་ནི་ད་ལྟ་ཧྲན་ཤི་ཞེས་པའི་ས་ཆ་འདི་ཡི་རྡོ་སོལ་སྔོ་ཟས་ཀྱི་བཟོ་གྲྭ་འཇོག་མར་པའི་འོ་འདི་གནམ་ནས་པར་བརྒྱབ་ཡོད། པར་བརྒྱབ་དུས་ཙམ་པ་ཡིན་ན་ད་ལྟ་ཁོ་ཚོ་མྱུར་སྐྱོབ་བྱེད་ཉེས་ཀྱི་མི་གཏང་རུང་རྒྱལ་ཁབ་ནས་གཏང་སྐྱོག་དེ་ཚོ་ཡིན་ན་ལང་ཀ་ཆུང་ཆ་ནས་རུ་བ་བཟོ་གྲྭ་འདི་མི་སྐྱེག་པར་འགྲོ་ཡ་ལ་དཀའ་ལས་ཧག་པོ་ཞིག་འདུག་རུ་བ་རྟ་འུ་ལུག་ཞག་བྱ་ཡ་སྲིད་འདུག་ལང་ཀ་དཔེ་སྐྲ་བུ་ཆུན་ཆུན་ཞིག་འདུག་བྱས་ཙམ་མོ་ཏྲ་ཡར་མར་འགྲོ་ཡ་ལས་དཀའ་ལས་ཧག་པོ་ཞིག་འདུག་ལིའུ་ཧྲེང། ཡུས་མེའི་ཁུའང་ཧྲི་གོ་ཆི་ཡའི་ཧྥུའུ་ཙི་རིམ་པའི་ཁུངས་ཅི་ཟ་ཏཱ་ཕི་ཁེ་གི་བཟོ་གྲྭ་ཞུ་གཏོགས་ཨ་མདོ་སོལ་གྱི་བཟོ་གྲྭ་འདི་གི་རྒན་གྱི་གཉེར་གྱི་མི་ཚང་མ་ད་ལྟའི་དབང་ནས་འཛིན་བཟུང་བྱས་རྗེས་བཀག་ཉར་བྱས་ཚར་བ་ཡིན་ས་རྒྱ་མིའི་གཞུང་གིས་རེད་བ། དེའི་ཆ་ནས་ཡིན་ན་བར་བརྒལ་བྱེད་དགོས་ཡ་ག་རེ་མེད་ད་དེ་ཚོ་ཚང་མ་ལོག་ཡིན་ན་ཕི་ཁེ་རྒན་གྱི་གཉེར་གྱི་མི་ཡོད་རེད་བ་དེ་ཚོ་ལ་དྲི་རྩད་བྱས་ད་བྱས་བཞིན་པ་རེད་ཟེར་བ།

རྒྱ་གར་ལ་བདེ་པོའི་ངང་ནས་འབྱོར་སོང། ཁོ་རང་སྐད་ཡིན་ན་དེ་རིང་གི་གཞུང་འབྲེལ་གྱི་སྐོར་སྐྱོད་དེ་ཡག་པོ་ཅིག་ཡོང་པའི་རེ་བ་བྱེད་ཡོད། ཆེས་ཆེར་ཨེག་སི་སྒར་མཉམ་སྤྱོད་ན་ཤཱས་ཁོ་རང་རྒྱ་གར་ལ་འབྱོར་རྗེས་གནམ་གྲུ་ནང་ནས་མར་ཐོན་སྲབ་སྟོན་དམར་པོ་སྟེང་སྐྱོགས་འདི་འདྲའི་གི་པར་མཐོང་ཡང་འདུག། ཁོ་རང་རྒྱ་གར་གྱི་གནམ་ཐང་ནས་མར་བབས་ཚར་བའི་རྗེས་སུ་ཡིན་ན་ཆུ་ཚོད་ཁ་ཤས་རྗེས་ལ་མ་ཏོ་ཏྲེ་རི་སཱ་ཞེས་པ་བརྗོད་པ་ཡེ་ཤུ་ཡི་ཨ་མ། མི་ལ་སྐྱོབ་པ་ལ་རོགས་པ་བྱེད་མཁན་འོང་དེ་གི་ཨ་ནི་གི་ཚོགས་པ་འབྱོར་མ་རེད་ཨ་ནི་དགོན་པ་འབྱོར་བ་འོང་དེ་ལ་ཕེ་ཤཱས་ཁོང་གི་གར་ཁྲིད་དུ་ལབ་ཡོད་ན Mother Teresa left a tremendous legacy of compassion and service Mother Teresa གས་ཡིན་ན་སྙིང་རྗེ་དང་ཞབས་ཞུའི་གི་རླབས་ཤུལ་བཞག་རླབས་ཆེན་ཞིག་བཞག་ཤཱས་ཟེར་བ་ག་ག་ན་ལ། ཁོ་རང་དང་ཁོ་རང་གི་སྐུ་ཟླ་ཡིན་ན་མ་ད་ཏྲེ་རེ་ས་གིས་ཡེ་ཤུ་ཀྱི་ཆོས་བྱེད་ས་ཇོ་མར་བའི་སྙེ་མ་བཞུགས་སུ་འོང་འདི་ལ་ཀླད་ཀྱི་གོ་སྐབས་རག་པ་འདི་ལ་འོང་ནས་དགའ་ཚོར་ཆེན་པོ་བྱུང་སོང་བྱས་ཅིག་ཨེག་ཀ་མཉམ་སྤྱོད་གནང་ཤག་ཨ། ཇོ་མར་ཀྱོ་རོ་པུའུ་ལ་དང་ཁོང་གི་བཟའ་ཟླ། ཕེབས་ས་ཞིག་མི་འདུག་བས་འོང Missionary of Charity ལས་ཞུ་དགའ་མ་ད་ཏྲེ་རེ་ས་གིས་རྒྱབ་སྐྱོར་བྱས་འོང་འདི་ཡིན་ན་ད་ད་ཀོལ་ཀ་ཏ་ལས་ཆོས་ར་བ་འོང་འདིར་ཡོད་རེ་ས་སྙེ་མ་ཡིན་ན་ཀལ་ཀ་ཏ་ཟིག་ར་ཨིན་ཇིའི་བཙན་དབང་བྱས་པའི་སྐབས་སུ་འོ་འདི་ལ་ཕེ་ཤ་ཟེར་བ་འདི་ན་ལོ་ཡོད་ན་མ་ཏར་ཏྲེ་རི་སཱ་གི་ནང་ཡོད་རེད་ས་དེ་ནས་མ་ཏར་ཏྲེ་རི་སཱ་མོ་རང་ཉི་མ་ལས་ཀ་བྱེད་ས་དང་བསྡད་ས་འཚོ་བ་སྐྱེལ་ས་ཆོས་ར་འོ་འདི་ཡོད་རེད་ས་རང་གི་སྐུ་ཕུང་བཅོམ་ཟིག་དང་ཨིན་ཇི་དེ་ཚོ་བྱོན་ཚར་སོང་ན་རོ་གམ་ནང་བླུག་རྗེས་ས་བར་བེ་ཤེག་དུ་འོ་འདི་ཐོ་ཡང་ཡོད་རེད་ཟེར་བ་མ་ཏར་ཏྲེ་རི་སཱ་ཉི་མ་གི་ཞུ་ས་དེ་ལ་ཡིན་ན Sister ཟིག་དང་ཡེ་ཤུའི་གི་ཨ་ནི་ལ Sister ཟིག་དང་ཁོང་ཚོ་ཡིན་ནས་ད་ལྟའི་ཆ་ནས་ཕེ་གི་ལ། མི་ལ་རོགས་པ་བྱས་ད་དེ་འདྲའི་ཆོས་སྤེལ་རེད་ད་དེ་འདྲའི་ད་དུང་གནང་ད་གནང་བཞིན་པ་རེད་བྱས་ཙང་རིགས་ཀྱི་ང་དེ་བླུན་ཆེན་སྐུ་ཞོ་མར་ཁེའུ་རུ་བུལ་ལགས་ཀྱི་ཁོ་རང་ཕིག་ལ་ཐལ་རག་པ་དེ་ཡིན་ན་ཧང་སང་གི་དགའ་ཚོར་ཆེན་པོ་ཅིག་བྱུང་སོང་ཅེ་རི་སཱ་ཡིན་ན་ཀལ་ཐོ་ལིག་ལས་རེད་དོ་ཡེ་ཤུ་གི་ཁོང་ཚོའི་ནང་ལོ་ཡང་དབྱེ་བ་མང་པོ་ཞིག་དོ་འོང་དེ་གི་ནི་རླབས་ཆེན་གི་ཤུལ་བཞག་མང་པོ་ཞིག་བཞག་བཞག་སོང་སྐུ་ཞོ་མར་ཁེའུ་རུ་བུལ་ལགས་ཡིན་ན་རྒྱ་གར་ནང་ལོ་ལ་ཉིན་མ་ཞིག་གི་གཞུང་འབྲེལ་གི་སྐོར་སྐྱོད་ཕེ་རེད་གསར་པ་སྐོར་སྐྱོད་ཅིག་ཕེ་དུས་བརྩམས་པ་ཡིན་ན་ཨ་ན་ཁོ་རང་ཡིན་ནའི་ལས་རྒྱ་གར་གྱི་སྲིད་བློན་ན་རིན་དཱ་མུ་དི་བཅས་ཀྱི་རེ་བ་ཡང་ཡོད་རེད། དེང་ཁོ་རང་རྒྱ་གར་ནང་ལོ་འཕེལ་ཡས་ཀྱི་གཞུང་འབྲེལ་གྱི་ལས་ཀ་གལ་ཆེ་ཤོས་དེ་གར་གཏོར་ལབ་ཡིན་ན། ཨ་རིའི་ད་ལྟའི་ཆ་ནས་ཡིན་ན་སྣུམ་བཟོ་འགོ་རེད་ས་ད་ནི་ཨ་རིའི་ནང་ལོ་ཡོད་པའི་མངའ་སྡེ Texas ལས་ཞུ་དོ་བ་འོང་དེ་ཡིན་ན་སྣུམ་སྟོན་སའི་གི་ས་ཆ་ཆེན་པོ

རྒྱ་གར་ལ་འཕེལ་ཡས་ཀྱི་གནད་དོན་གཅིག་དེ་ཡིན་ན་ད་ལྟའི་ཆ་ནས་ཨི་ཛི་རལ་དང་ཨ་རི་མཉམ་འབྲེལ་བྱས་རྗེས་ཨི་རན་ལ་དམག་བརྒྱབ་རྗེས་རྒྱུན་རིང་པོ་ཕྱིན་རྗེས་མཇུག་བསྡུས་ཡོད་མ་རེད་བ། ཨི་རན་གྱི་ཡིན་ན་ལས་ད Strait of Hormuz ཞེས་པ་དེ་ད་དུང་ལས་བཀག་བཞག་ཡོད་རེད་བ། བཀག་བཞག་དུས་ཡིན་མིན་ན་གོ་ལའི་གི་ནུས་ཤུགས་དེ་དཀའ་ངལ་ཆེན་པོ་འཕྲད་པའི་དུས་ཚོད་དེའི་ནང་ལ་འོང་དེ་གོ་སྐབས་ཟིན་རྗེས་ཡིན་ན་ཨ་རིས་ཁོ་རང་ཚོས་ཀྱི་བཏོན་པའི་སྣུམ་གཡོར་བ་འོ་འདི་རྒྱ་གར་ལ་བཙོང་གི་ཡིན་ཟེར་བ་སྣུམ་གཅིག་པུ་མར་ཤ་རྒྱས་རླངས་རྫས་ཡང་བཙོང་གི་ཡིན་ལ་དེ་ཤ་མི་འབོ་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཡིན་དུས་བརྩམས་པས་ཡིན་ན་སྣུམ་དང་རླངས་རྫས་དེ་ཚོ་ཡིན་ན་ཉུང་དྲགས་པའི་རྐྱེན་བྱས་ཡིན་ན་མི་དམངས་ལ་མང་པོ་ཅིག་དཀའ་ངལ་འཕྲད་བསྡད་ཡོད་རེད་ས་དེ་ནང་ཞིག་གིས་སྣུམ་གྱི་གོང་ཚད་དེ་ཞིབ་ཅིག་འཕར་བསྡད་ཡོད་རེད་ས་འོ་འདི་ཡིན་ན་ལས་རྒྱ་གར་གྱི་དཔལ་འབྱོར་ལ་ཧང་སང་གི། དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཡོད་རེད་དཔལ་འབྱོར་ཉམས་རྒུད་འགྲོ་ཡོད་ཅོར་བ་གོང་འཕར་རྗེས། མར་ཁེའུ་རོ་པོའི་ལག་གིས་རྒྱ་གར་གྱི་སྲིད་བློན་མུ་དྷི་མཉམ་དུ་སྣུམ་གྱི་གནས་སྟངས་གཅིག་པུ་མར་ཤར་བ་ཚོང་རྒྱབ་པའི་དར་མདོ་ལས་ནི་རྒྱ་གར་དང་ཨ་རི་བྷ་རུག་གི་ཚོང་གི་མཉམ་འབྲེལ་བྱེད་ཅིག་བྱས་དེ་ནས Defence Cooperation ཟེར་བ་གོ་མཚོན་གྱི་དམག་གི་སྒང་ལ་བྷ་ཚོ་མཉམ་རོགས་བྱས་ཀྱི་མེད་པས་རོགས་པ་བྱས་ཏེ་བྱས་དེ་ནས Quad Partnership ཟེར Quad ལ་ནི་བཞི།

རྒྱལ་ཁབ་ཞིག་གིས་མཉམ་རྒྱལ་བྱས་པའི་ཚོགས་པ་ཞིག་འདུག་གས་ཚོགས་པ་དེ་ཡིན་ན་ཉིས་སྟོང་བདུན་ལོ་ལ་བཙུགས་རྒྱུ་རེད་ཤག་རྒྱལ་ཁབ་བཞི་ཉི་ཧོང་བྱས་རྒྱ་གར་བྱས་ཨ་རི་བྱས་ཨ་ཨོ་སི་ཁྲུ་ལི་ཡ་དེ་ཚོ་བཞི་འདུག་ཁོ་ཚོ་བཙུགས་ཡ་དེ་ཡིན་ན་དང་པོ་དང་པོ་དེ་ཉིས་སྟོང་བཞི་ལོ་ལ་རེད་ད་རྒྱལ་ཁབ་བཞི་དེ་ཚོ་ཡིན་ན། མཉམ་རྒྱལ་བྱས་རྗེས་རྒྱ་གར་ནང་ལོ་ལ་ཚོ་ནམ་མི་བྱུང་པ་རེད་གསར་པ Indian Ocean Tsunami ཟིག་འདུག་གས་རྒྱ་གར་གི་རྒྱ་མཚོའི་ག་ལ་མཚོ་གནའ་མི་ཞེས་པ་དེ་ཡོང་དུས་བརྩམས་པས་ཡིན་ན་རྒྱལ་ཁབ་བཞི་དེ་ཚོ་མཉམ་སྐྱེ་བྱས་བྱས་ཡིན་ན་རྒྱ་གར་ལ་རོགས་སྐྱོར་བྱས་པ་རེད་ས་བྱས་ཚར་པའི་རྗེས་སུ་ཡིན་ན་ཉིས་སྟོང་བདུན་ལོ་ལ་ཡིན་ན་ཉིད་ཀྱི་སྲིད་བློན་ཤི་ཛོ་ཨ་པེས་ལས་ཞུ་བ་གཉིས་མ་ལྐོག་གསོད་བྱས་སོང་བ་འོང་དེ་ཡིན་ན་ཁོང་གས་དེ་གསར་གཏོད་བྱས་ཤག་རྒྱལ་ཁབ་བཞི་དེ་ཚོ་ཡིན་ན་མཉམ་འདོགས་མཉམ་སྐྱེ་བྱས་བྱས་ཡིན་ན་ཚོགས་པ་བཙུགས་ན་ཡག་པོ་འདུག་ཟེར་བ་འོང་འདུག་བྱས་ཡིན་ན་ཉིས་སྟོང་བདུན་ནས་བྱས་ད་ལྟ་བུ་དོག་ཡིན་ན་རྒྱལ་ཁབ་བཞི་དེ་མཉམ་སྐྱེ་བྱས་འགོ་བཙུགས་ཤག་ཉིས་སྟོང་བརྒྱད་ལོ་ལ་ཡིན་ནའང་ཁོང་ཚོའི་གི་ཆབ་སྲིད་ཆེད་ཚོང་བྱས་དེ་ཚོའི་ག་ལ་མཉམ་སྐྱེ་བྱས་བྱས་ཡིན་ན་དམིགས་བསལ་གི་རྒྱ་ནག་གི་གནད་དོན་དང་འདྲ་ཅིག་མང་པོ་འབྱོར་བ་དེ་ག་རྒྱ་ཞེས་མགོ་འཛུགས་བཞགས། རྒྱལ་ཁབ་བཞི་དེ་ཚོ་ཡིན་ན་བདེ་འཇགས་ཆེར་བ། Maritime Cooperation སྲིད་བ། མཚོ་དམག་དང་འབྲེལ་བའི་མཉམ་སྐྱེ་བྱས་ཅིག་བྱས Technology བཟོ་རིག་པ་བྱས་དེ་ནས Supply Chain བྱས་གླ་ཕག་བཟོ་ཨོ་དྲི་ཆེར་བ་དངོས་ཟོག Regional Stability སོ་སོའི་རྒྱལ་ནང་ལ་བདེ་འཇགས་ཡོང་ཡ་འབྱོར་བ་འོང་བདེན་འཚོལ་གྱི་མཉམ་འབྲེལ་བྱས་ཆེད་དུ་ཡིན་ན་ཚོགས་པ་འདི་ད་ལྟ་བུ་དུ་འབྲེལ་ལམ་ཡག་པོ་ཅིག་བཞག་སྟེ་བཞག་ཨ་སོང། གལ་གནད་ཆེ་ཤོས་ཅི་ཡིན་ན་ཉེ་ཆར་ཨ་རིའི་གི་སྲིད་འཛིན་ཇོ་ནལ་ཁྲོམ་རྒྱ་ནག་ལ་སྐོར་སྐྱོད་ཐེབས་ར་སྐོར་སྐྱོད་ཐེ་ཙང་ཡིན་ན་ནི་རྒྱ་ནག་དང་ཨ་རིའི་བར་རུ་ད་འབྲེལ་བ་ཡག་པོ་ཅིག་བཞག་ཡིན་ལ་སོང་བ་བྱས་ཙང་སྐུ་ཞབས་མར་ཁིའོ་རོ་བྷེའུ་ལགས་ཡིན་ནའི་སླད་ཨ་ནི

འོ་འདི་གི་བདེ་འཇགས་ག་ལེན་སྐད་ཆ་བཤད་རེད། ཨ་རིག་གི་བཟོས་པའི་གོ་མཚོན་ཡོད་མར་བའི་འོ་འདི་རྒྱ་གར་གཙོ་ཡན་གཙོ་ཡན་ལས་སྐད་ཆ་བཤད་འོ་རེད། རྒྱ་གར་དེ་ཡིན་ན་ཨ་རིག་གི་འཛད་སྤྱོད་པ་རྙིང་པ་ཅིག་ཆགས་བསྡད་འོ་རེད་སྙེ་མ་ནས་བྱས་ནི་ཨ་རིག་གི་བཟོས་པའི་གོ་མཚོན་ཡོད་ར་བ་ཞེ་ན་ཚ་བོ་འདྲེ་ནི་རྒྱ་གར་གི་ཉོ་གོ་རེད། འོ་འདི་ནི་ཨ་རིག་གི་ཡིན་ནའི་ལས་ད་མདོ་མུ་མཐུད་གཙོ་ཡན་བྱོ་ར་བ་ཚོང་འབྲེལ་ག་ལ་སྐད་ཆ་བཤད་ག་ཕེ་ཤ། འོང་དེ་འདྲའི་ཨ་རི་དང་འབྲེལ་བའི་གསང་རྒྱུ་གསར་པ་ཞིག་ཏུ་བཞུགས་ཡོད་ཡིན། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུ་མཐའ་མ་དེ་ཨེ་ལོན་མཱ་སི་ཀིའི་མེ་ཤུགས་འཕུང་རྟ་དེ་ཡ་མཱ་ཟེར་བ་གོ་ལ་བཞིན་པ་ལ་བར་སྣང་ལ་ཕྱིན་རྗེས་ཡིན་ན་མ་རང་ཅག་ཨིན་རན་ཨོག་ཤུན་རྒྱ་གར་གྱི་རྒྱ་མཚོའི་ནང་ལ་མ་བབས་ཏེ་ཤ་ཟེར་བ་དེ་ཡིན་ན་སྐད་གྲགས་ཆེན་པོ་ཞིག་ཆགས་ཏེ་ཤ་འཛམ་གླིང་གི་ཕྱུག་བདག་ཨེ་ལོན་མཱ་སི་ཀི་ཡིན་ན་ཁོ་རང་གི་བཟོ་གྲྭ་སྤེས་ཨེག་སི་ལས་ཞུ་དོགས་འོང་དེ་བར་སྣང་གི་འགྲོས་ཀྱི་མེ་ཤུགས་ཕུང་ཐ་དེ་ཚོ་བཟོས་བསྡད་འདུག་ཨ་ཁོ་རང་གིས་ག་རེ་བཤད་འདུག་ལབ་ཡིན་ན། ཁོ་རང་གིས་བཟོས་པའི་མེ་ཤུགས་ཕུང་ཐ་དེ་ཚོ་ཡིན་ན། ཡ་ཕྱིན་ཅེར་བ་བར་སྣང་ཕྱི་མ་རང་ཅག་ཀླད་ཆེ་མེད་པའི་འཛམ་བུ་གླིང་འགའ་ཀླད་ཆེ་ཡང་བསྐྱར་བེད་སྤྱོད་བཏང་ཡང་ཡོད་སྐྱོང་གི་གཟུགས་ཡིན་ས། གཉིས་མ་ཨ་རིག་གི་བར་སྣང་གི་འགྲོས་ཀྱི་ལས་ཁུངས་འབྱོར་བ་ན་ས་ལས་དེ་ཚོ་ཡིན་ན། ཐེངས་མ་ཅིག་ཕྱིན་ཡང་བརྒྱ་བེད་སྤྱོད་བཏང་ཡ་མི་འདུག་ག་ཡིན་ནའི་ཁོ་རང་གི་མེ་ཤུགས་ཕུང་ད་དེ་ཡིན་ན་ཡང་བརྒྱ་བེད་སྤྱོད་བཏང་ཡ་ཡོད་རེད། དམིགས་བསལ་གྱི་ཁོ་རང་གི་དམིགས་ཡུལ་འདི་གར་གཏོར་ལབ་ཡིན་ན Space X ཞེས་བར་སྣང་བྲོ་ཡ་གི་ལས་ཁུངས་འདི་ཡིན་ན། ད་ག་ན་ལོ་ལ་ས་ཆ་མང་པོ་ཅིག་གཟིམ་ཡ་དེ་ཅིག་ཆེར་བ་དེ་ནས་ད་ག་ན་ལོ་འཚོ་ཐབས་བྱེད་ཐུ་ཡ་ཡོད་རྒྱུ་མ་འོངས་པ། དེ་ནས་ཡིན་ན་མཱས་ལའི་ཆོར་བ་འོང་དེ་ནཱ་ལོ་ལ་ཕྱིན་རྗེས་ན་ཡང་ས་ཆ་སིམ་ཡ་དང་མི་འཚོ་ཐབས་བྱས་ཡོད་རྒྱུ་དང་མང་པོ་བཟོས་ཡོད་རྒྱུ་འོང་དུ་ཆེ། དེ་ནས་ཨ་ནི་སཱ་ཏི་ལཱིད་ལའི་བྱུས་པ་དྲག་སྐྱ་ཁ་བ་གི་དྲག་སྐྱ་དང་དེ་ཚོ་ཡོད་རྒྱུ་འོང་དེ་འདྲས་མང་པོ་ཅིག་ཨ་ནི་གནམ་ལ་ཟུག་འདུག་འོང་དེ་ཚོ་བཟོས་ཀྱི་ལས་འཆར་མང་པོ་ཞིག་འདུག་ཨེ་ལོན་མཱས་ཀྱིས་གར་བཤད་དུ་ལབ་ཡིན་ན་ཇོ་མཱ་ཁོ་རང་གི Star Ship ལ་ཡོད་ཅིག་གཟུགས་དོག་ཨང། འོ་འདི་བཟོས་བྱས་ཡིན་ན་མི་དེ་ཚོ Mars ལ་ཡོད་དེ་ཁྱི་དྲུག་ཡིན། མི་འདྲེ་ད་ཡུལ་སྐོར་སྤྲོ་འཆམ་འགྲོ་ཡས་ཡིན་ནས་འདྲ་མི་ཕི་གི་ལ་དངོས་སུ་འཚོ་བ་སྐྱེལ་བྱས་དེ་ཡིན་ནས་འདྲ་ཁོ་རང་གི་དམིགས་ཡུལ་དེ་ཡིན་ན་ཧང་སང་གི་ཆེན་པོ་ཅིག་ཡོད། ད་ལྟའི་ཆ་ནས་ཡིན་ན་མེ་ཤུགས་འཕུང་ད་གསར་བ་བཟོས་བྱས་ཡིན་ན་བར་སྣང་ལ་ཕྱིན་བྱས་ཞིབ་འཇུག་བྱེད། ཚོད་ལྟ་ལྟ་ཡས་མང་པོ་ཅིག་ཕྱི་དང་བྱེད་བཞིན་པ་རེད་ཤག། དང་པོ་སྔོན་བརྡ་ཚོད་ལྟ་ལྟ་ཡས་དེ་ཡིན་ན Elon Musk གི Space X ཟེར་བ་བཟོ་ཚོང་ཁང་དེ་གི Starship V three ལས་ཞུ་གཏུག་གསར་པ་ཞུ་གཏུག་ར་འོང་དེ་ཚོད་ལྟ་ལྟ་བ་རེད། འོང་དེ་ཡིན་ན Rocket ཟེར་བ་མེ་ཤུགས་དཔུང་རྟ་ཆེ་ཤོས་ཅིག་དང་དབྱིབས་ཕྱོགས་ནས་ནས་ཆེ་ཤོས་ཅིག་བྱས་ཤུགས་ཇེ་ནས་ལས་ཆེ་ཤོས་བརྗོད་པ་འོང་དེ་ཆགས་བསྡད་ཡོད་རེད་ལུག་ཁྱུ་ནར་གསར་པ་ཟིན་ཐོ་གསར་པ་ཞིག་བཀོད་པ་རེད།